ཚོགས་གཉིས་ཀྱང་སོགས་པ་ལ་རྗེས་མི་སློབ་པར་གདམས་པ། ཚོགས་ལ་རྗེས་མི་སློབ་པར་གདམས་པ་དེའི་མགོ་ནས་མ་རེད་བཤད། ཕྱོགས་རྣམས་ཀུན་ཏུ་ནམ་མཁའ་དང། ས་དང་ཆུ་དང་མི་དང་རླུང། ཇི་ལྟར་མཐའ་ཡས་དེ་བཞིན་དུ་སྡུག་བསྔལ་སེམས་ཅན་མཐའ་ཡས་འདོད། དེ་ཡིན་བསམས་སོ་རེ་བ། དེ་རང་ལས་སོ་དེ་རེ་བ། ཤར་དང་ལྷོ་དང་ནུང་དང་བྱང་ལ་སོགས་པའི་ཕྱོགས་རྣམས་ཀུན་ཏུ། ཐ་མལ་པའི་ནམ་མཁའ་དང། ད་ག་ན་བཞིན་འབྱུང་བ་ས་དང་ཆུ་དང་མི་དང་རླུང། དེ་བཅས་དེའི། གྲངས་ཀ་བརྒྱ་ཡས་ཏེ་ཐ་མལ་པ་དེ་བཞིན་དུ། སྡུག་བསྔལ་དང་ལྡན་པའི་སེམས་ཅན་དེ་ཡང་དག་ཡས་པ་རེད། ནམ་མཁའི་མཐར་ཐུག་གྱུར་པ་ཇི་ཙམ་པ་སེམས་ཅན་མ་ལུས་མཐའ་ཡང་དེ་ཙམ་སྟེ། ཇི་ཙམ་ཇི་ཙམ་ལས་དང་ཉོན་མོངས་མཐར་ཆུད་པ་བདག་གི་སྨོན་ལམ་མཐའ་ཡང་དེ་ཙམ་མོ་སེམས་བཟང་བཅུ་ཙམ་གསུང་ཡ་དེ་དེ་རེད། ཇི་སྲིད་ནམ་མཁའ་གནས་པ་དང་ནམ་མཁའ་ཇི་སྲིད་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ། དུ་སྲིད་དུ་འགྲོ་བ་དང་ནམ་མཁའ་དེ་གཅིག་པ་ཅི་ནས་ཐ་མལ་པ་ཅི་རེད། སེམས་ཅན་མཐའ་ཡས་དེ་དག་གིས་བྱང་ཆུབ་སེམས་དཔའ་སེམས་ཅན་མཐའ་ཡས་དེ་དག་ནི་བྱང་ཆུབ་སེམས་དཔའི་གཉིས་བརྩེ་བའི་སྡུག་བསྔལ་དག་ལས་གྲངས་བཅད་དེ་སངས་རྒྱས་ཉིད་ལ་ངེས་པར་འགོད། བྱང་ཆུབ་ཀྱི་སེམས་བསྐྱེད་པའི་བྱང་ཆུབ་སེམས་དཔའ་དེས་མཐའ་ཡས་པའི་སེམས་ཅན་དེ་དག་ཐམས་ཅད་ལ་གཉིས་བརྩེ་བའི་སྒོ་ནས་དེ་ཚོའི་སྡུག་བསྔལ་བསལ་བ་དང། བདེ་བ་ལ་འགོད་པ་དང་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་ཆེད་དུ་དམ་བཅས་པ་རེད། དེ་ལྟར་བསྟན་པར་གནས་དེ་ནི་མི་ཉལ་བའམ། ཉལ་ཡང་རུང། ཡང་དག་བླངས་པ་ནས་བཟུང་སྟེ་བག་མེད་སྤྱོད་ཅིང་སེམས་ཅན་རྣམས། མཐའ་ཡས་ཕྱིར་ན་སེམས་ཅན་བཞིན་བསོད་ནམས་མཐའ་ཡས་རྟག་སོགས་འགྱུར། མཐའ་ཡས་དེ་ན་སངས་རྒྱས་ཉིད་མཐའ་ཡས་ཐོབ། མཐའ་ཡས་ཐུགས་མི་དཀའ་ཞེས་བྱ། བདག་གིས་སངས་རྒྱས་ཐོབ་པའི་རྒྱུ་ལ་ཡ། ཧ་ཅང་གི་ཚོགས་རྒྱ་ཆེན་པོ་བསགས་དགོས་པར་བཤད་པའི་སྐབས་ལ་དེ་གི་ཡིད་མི་ཞུམ་པའི་ཆེད་དུ་འདི་འདྲ་བའི་རྒྱ་ཆེན་པོའི་ཚོགས་དེ་ལས་ལྷག་པ་བྱས་ན་བསགས་ཐུབ་ཀྱི་རེད། ག་འདྲས་བྱས་ན་བསགས་ཐུབ་ཀྱི་རེད་ཅེ་ན། སེམས་ཅན་མཐའ་ཡས་པ་ལ་སྨིན་པའི་སྙིང་རྗེ་དེ། དབང་གིས། སེམས་ཅན་ཐམས་ཅད་སངས་རྒྱས་ཀྱི་གོ་འཕང་ལ་འགོད་པར་དམ་བཅའ་བས། བྱང་ཆུབ་ཀྱི་སེམས་དེ་བཟུང་བ་ཉིད་ནས་བྱང་ཆུབ་ཀྱི་སེམས་དེ་བརྟན་པོ་ཅན་ནས་བཟུང་བ་དེ་ཙམ་ནས། དེ་འདྲ་བའི་བྱང་ཆུབ་སེམས་དཔའ་དེ། མ་ཉལ་བའི་སྐབས་ཡིན་ནའི་རེད་གཉིད་ཉལ་བའི་སྐབས་ཡིན་ནའི་རེད། བྱང་ཆུབ་སེམས་དཔའི་གདུང་བ་དེ་ཡང་དག་པར་བླངས་པ་ནས་བཟུང་སྟེ། ཟིང་རྩེ་གཅིག་ཏུ་དགེ་བ་ལ་མ་ལྟོས་པ་བྱས་ནས་བག་མེད་པར་སྤྱོད་པའི་གནས་སྐབས་ན་ཡང། སེམས་ཅན་མཐའ་ཡས་པའི་གྲངས་དང་མཉམ་པའི་བསོད་ནམས་མཐའ་ཡས་པ་དེ་དུས་རྟག་ཏུ་གསོག་བསྡད་ཀྱི་རེད་ཟེར་འདི་གསུངས་པ་རེད། སྐྱོན་བརྗོད་གནང་ལ་དེ་ནས་བཟུང་འདི་གཉིས་ལོ་གང་བག་མེད་མཆོད་ཅིང་བསོད་ནམས་ཤུགས་བསྐྱལ་ནས་གསུངས་པ་དེ་གཅིག་པ་རེད། ཐེག་པ་ཆེན་པོའི་འཇུག་པའི་སེམས་བསྐྱེད་པ་དེ་ནས་བཟུང་སྟེ། ཨ་ནི་འབྲུ་བའི་སེམས་བསྐྱེད་དེ་མ་མྱང་གི་བར་དུ་བྱང་ཆུབ་སེམས་དཔའ་ལ་དུས་རྟག་ཏུ་སེམས་ཅན་གྱི་གྲངས་དང་མཉམ་པའི་སེམས་ཅན་དེ་འདྲའི་སངས་རྒྱས་ཀྱི་གོ་འཕང་ལ་འགོད་པར་དམ་བཅའ་བ་དེའི་སེམས་ཀྱི་བསོད་ནམས་ཀྱི་ཚོགས་དེ་དུས་རྒྱུན་དུ་འཕེལ་བདེ་གི་རེད་བྱས་པ་རེད། དེ་དང་དེའི་བསོད་ནམས་ཀྱི་ཚོགས་དེ་ཧ་ཅང་མཐའ་ཡས་པ་ཞིག་ཤེས་ཀྱི་ཡོད་རེད་སེམས་ཅན་གཅིག་གི་ཀླད་གནས་ཙམ་གསལ་ལོ་སྙམ་དུ་བསམ་ན་ཡང་དཔག་མེད་བསོད་ནམས་དང་ལྡན་ན། སྲིན་ཅན་བྱེ་བྲག་པ་གཅིག་གིས་མགོ་ན་བའི་ཀླད་ནད་ཙམ་བསྲེ་བས་ཕན་སེམས་སྐྱེས་པ་ཡིན་ན་ཡང་དེ་ལ་དཔག་ཏུ་མེད་པའི་བསོད་ནམས་བསགས་པར་དེ་གསུངས་ཡོད་ན། གྲངས་མེད་པའི་སྲིན་ཅན་སྡུག་བསྔལ་ཐམས་ཅད་ལས་བསྒྲལ་ནས་འདུལ་བ་ཐམས་ཅད་ལ་འགོད་པའི་ཆེད་དུ། དམ་བཅས་པའི་སངས་རྒྱས་ཀྱི་སྐུ་པང་དུ་འདུས་ཀྱི་བྱང་ཆུབ་ཀྱི་སེམས་དེ་ནི་ཨེ་དེ་བས་ཀྱང་བསོད་ནམས་ཆེན་པོ་བསགས་པ་སྟེ་བཤད་མི་དགོས་རེ་གསུངས་པ་ན་བཞིན་སྲིན་ཅན་མཐའ་ཡས་པའི་ཕྱིར་ན་སྲིན་ཅན་རེ་རེ་བཞིན་དུ། སྲིན་ཅན་རེ་རེའི་གྲངས་དང་མཉམ་པའི་བསོད་ནམས་མཐའ་ཡས་པ། དུས་རྟག་ཏུ་གསོ་བར་འགྱུར་བ་རེད། དེ་འདྲ་ཡིན་ཙང་དེ་འདྲ་བའི་དུས་རྟག་ཏུ་གསོ་བའི་མཐའ་ཡས་པའི་བསོད་ནམས་དེ་ཡི་དབང་གིས་ཡོན་ཏན་མཐའ་ཡས་པའི་སངས་རྒྱས་དེ་ཡང་ཐོབ་དཀའ་བ་མ་རེད། བསོད་ནམས་མཐའ་ཡས་པ་དེ་ཡི་རྒྱུ་མཚན་གྱིས་ཡོན་ཏན་མཐའ་ཡས་པའི་སངས་རྒྱས་དེ་ཡང་ཐོབ་དཀའ་བ་མ་རེད། ཅེས་ནི་འདུག་གསུངས་པ་རེད། མཐའ་ཡས་དེ་ན་སངས་རྒྱས་ཉིད་མཐའ་ཡས། ཐོབ་མི་དཀའ་ཞེས་བྱ་ཐུབ་པར་དཀའ་བ་མ་རེད་ཐུབ་མི་དཀའ་བ་རེད། གང་ཞིག་དཔག་མེད་དུས་གནས་ཏེ། ལུས་ཅན་དཔག་མེད་དོན་དུ་གནས། བྱང་ཆུབ་དཔག་ཏུ་མེད་འདོད་ཅིང་དགེ་བ་དཔག་ཏུ་མེད་འདོད་པ། བྱང་ཆུབ་དཔག་ཏུ་མེད་འདོད་ཅིང་དགེ་བ་དཔག་ཏུ་མེད་འདོད་པ། བྱང་ཆུབ་དཔག་ཏུ་མེད་འདོད་ཅིང་དགེ་བ་དཔག་ཏུ་མེད་བྱེད་པ། དགེ་བ་དཔག་ཏུ་མེད་འདོད་པ་ཟེར་ཏེ། འབྲས་བུ་རང་ཡོད་མ་རེད་ཚིག་དེ། དཔེ་གཞན་པ་ན་ལ་ཡོད་པ་ནང་བཞིན། གང་ཞིག་དཔག་མེད་དུས་གནས་ཏེ་ལུས་ཅན། དཔག་ཏུ་མེད་དོན་དུ་བྱང་ཆུབ་དཔག་ཏུ་མེད་འདོད་ཅིང་དགེ་བ་དཔག་ཏུ་མེད་བྱེད་པ། དེ་ཀོ་བྱང་ཆུབ་དཔག་མེད་ཀྱང་དཔག་ཏུ་མེད་པ་རྣམ་བཞི་ཡི་ཚོགས་ཀྱིས་རིང་པོར་མི་ཐུབ་པར་ཇི་ལྟར་བོར་ན་ཐོབ་པར་འགྱུར། དཔག་ཏུ་མེད་པའི་བྱང་ཆུབ་དེ་གོང་དུ་བཤད་པའི་དཔག་ཏུ་མེད་པ་རྣམ་པ་བཞི་པོ་དེ་གིས་དེ་ལ་བརྟེན་པས་དེ་ལ་བརྟེན་ནས་བསགས་པའི་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཀྱིས་རིང་པོར་མི་ཐུབ་པར་ཐོབ་པར་འགྱུར་བ་རེད་ཅེས་ནས་གསུངས་པ་རེད། གོང་དུ་བཤད་པའི་དཔག་ཏུ་མེད་པ་བཞི་པོ་དེ་ག་རེ་རེད་ཅེ་ན། དུས་དཔག་ཏུ་མེད་པ་བསྐལ་པ་དཔག་ཏུ་མེད་པའི་དུས་ཀྱི་བར་དུ་གནས་ཏེ། ལུས་ཅན་སེམས་ཅན་དཔག་ཏུ་མེད་པའི་ཆེད་དུ་དེའི་དོན་དུ་བྱང་ཆུབ་ཀྱི་གོ་འཕང་སངས་རྒྱས་ཀྱི་གོ་འཕང་དཔག་ཏུ་མེད་པའི་ཡོན་ཏན་དང་ལྡན་པ་དེ་མངོན་པར་འདོད་ནས་བྱང་ཆུབ་དོན་གཉིས་ཀྱི་འདུན་པ་ལ་བརྟེན་ནས་སྦྱིན་པ་ལ་སོགས་པའི་དགེ་བ་དཔག་ཏུ་མེད་པ་བྱས་པས་དཔག་ཏུ་མེད་པ་བཞི་ལྡན་དེ་ཀྱི་དུས་དཔག་ཏུ་མེད་པ། བསོད་ནམས་བསགས་པའི་དུས་དཔག་ཏུ་མེད་པ། བསོད་ནམས་གསོག་པའི་ཡུལ། སྙིང་རྗེའི་ཡུལ་དུ་གྱུར་པའི་ལུས་ཅན་དཔག་ཏུ་མེད་པ། གང་གི་ཆེད་དུ་བསོད་ནམས་གསོག་ཡག་གི། བླ་ན་མེད་པའི་བྱང་ཆུབ་ཀྱི་ཡོན་ཏན་དཔག་ཏུ་མེད་པ། དེའི་ཆེད་དུ་བསགས་པའི་དགེ་བ་དཔག་ཏུ་མེད་པ། དེ་འདྲས་ཀྱི་དཔག་མེད་བཞི་ལྡན་བྱས་ཡོན་དུའི་སྐབས་ལ་ཨ་ནི་དཔག་ཏུ་མེད་པའི་བྱང་ཆུབ་ཀྱི་གོ་འཕང་དེའི་རིང་པོ་མ་ཐོབ་པར་ཐོབ་འགྲོ་གི་རེད་ཅེས་པར་གྱུར་ན། ཇི་ལྟར་པོ་ན་ཐོབ་མི་འགྱུར་གར་བྱས་ནས་འཐབ་དགོས་མ་རེད་འཐབ་དགོས་ཀྱི་རེད། བསོད་ནམས་མཐའ་ཡས་བཞི་པ་དང་ཡེ་ཤེས་མཐའ་ཡས་བཞི་པ་དེ་ལུས་དང་སེམས་ཅན། ལུས་དང་སེམས་ཀྱི་སྡུག་བསྔལ་དག་མྱུར་བ་ཉིད་དུ་སེལ་བར་བྱས་སོ། དེ་འདྲ་བའི་དཔག་ཏུ་མེད་པའི། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་པོ་དེ། དུས་ཚོད་དཔག་ཏུ་མེད་པ་ལ་བསགས་སྒོ་ཕྱུང་ནས་དཀའ་ལས་གལ་ཡོད་མ་རེད་གསུངས་པ་རེད། དཀའ་ལས་མེད་པ་ག་རེ་རེད་ཅེ་ན། ལུས་དང་སེམས་ལ་སྡུག་བསྔལ་ཡོང་གི་མ་རེད། ལུས་དང་སེམས་ལ་སྡུག་བསྔལ་མི་ཡོང་བ་ཡིན་ཙང་དུས་རྒྱུན་རིང་པོའི་བར་དུ་བསོད་ནམས་ཀྱི་བསོད་ནམས་དང་ཡེ་ཤེས་ཚོགས་བསགས་ཡ་ལ། རྗེས་ལུས་གི་མ་རེད་དཀའ་ལས་ཡོང་གི་མ་རེད་ཅེས་པ་རེད་དཀའ་ལས་མི་ཡོང་བ་ག་རེ་ཞེ་ན། བསོད་ནམས་ཀྱི་ཚོགས་ཀྱི་བསོད་ནམས་མཐའ་ཡས་པ་གཟི་ཡ་དང་ཡེ་ཤེས་ཀྱི་ཚོགས་ཀྱི་ཡེ་ཤེས་མཐའ་ཡས་པ་གཟི་ཡ་དེ་གཉིས་པོ་དེ་གི། བསོད་ནམས་ཀྱི་ཚོགས་ཀྱི་ལུས་ཀྱི་སྡུག་བསྔལ་སེལ་འགྲོ་གི་རེད། ཡེ་ཤེས་ཀྱི་ཚོགས་ཀྱི་སེམས་ཀྱི་སྡུག་བསྔལ་སེལ་འགྲོ་གི་རེད། བྱས་ཙང་ལུས་དང་སེམས་ཀྱི་སྡུག་བསྔལ་དེ་མེད་པ་ཡིན་ཙང་ཚོགས་བསགས་པ་ལ་དཀའ་ལས་འགེལ་ཡོང་གི་མ་རེད་ཅེས་པར། སྡིག་པའི་ངན་འགྲོར་ལུས་བྱས་ནས་སྡུག་བསྔལ་བཀྲིས་སྐོང་ལགས་སོ་འབྱུང། དེ་དེས་མ་བརྗེད་བསོད་ནམས་ཀྱི་སྲིད་པ་གཞན་ན་དེ་མེད་དོ། རྨོངས་པའི་ཡིད་ཀྱི་སྡུག་བསྔལ་ནི་ཆགས་སྡང་འཇིགས་དང་འདུལ་བ་སོགས། དེ་དེ་མེད་པའི་ཤེས་པ་ཡིས་དེ་ནི་མྱོང་བ་ཉིད་དུ་སྤོང། ལུས་ཀྱི་སྡུག་བསྔལ་དེ་གར་ཅི་ནས་ཡོང་གི་ཡོད་རེད་ཅེ་ན། སྡིག་པ་བསགས་པ་ལ་བརྟེན་ནས་ངན་སོང་ལ་སྐྱེ་གི་ཡོད་རེད། ངན་སོང་ལ་སྐྱེས་སོང་ན་ལུས་ཀྱི་སྡུག་བསྔལ་ཡོད་རེད། ལུས་ཀྱི་སྡུག་བསྔལ་ག་འདྲས་ཅི་ཡོད་རེད་ཅེ་ན། བཀྲེས་སྐོམ་ལ་སོགས་པའི་སྡུག་བསྔལ་ཡི་དྭགས་ལ་ཡིན་ན་བཀྲེས་སྐོམ་དམྱལ་བ་ལ། ཚ་གྲང་གི་སྡུག་བསྔལ་ཡི་དྭགས་ལ་བཀྲེས་སྐོམ་གྱི་སྡུག་བསྔལ་དུད་འགྲོ་ལ་གླིང་བཞིན་གཏི་མུག་པ་ལ་སོགས་པ་དེ་འདྲས་ཀྱི་ལུས་ཀྱི་སྡུག་བསྔལ་དེ་དམྱལ་བ་ལ་ཡོད་རེད། དཀར་གསལ་ངན་འགྲོ་ལ་ཡོད་རེད། བསོད་ནམས་ཀྱི་ཚོགས་བསགས་དུས་སྐབས་ལ་སྡིག་པ་བྱེད་ཀྱི་ཡོད་མ་རེད་སྡིག་པ་མ་བྱས་པའི་བསོད་ནམས་ཀྱི་ཚོགས་བསགས་ཡོང་དུས་སྐབས་ལ། སྲིད་པ་གཞན་སུ་སྐྱེ་བ་ཕྱི་མ་ལ་ངན་སོང་ལ་འགྲོ་དགོས་ཡག་གི་གནས་སྐབས་མེད་པ་ཡིན་ཙང་ལུས་ཀྱི་སྡུག་བསྔལ་མེད་པ་ཆགས་འགྲོ་དགོས་རེད་སོན་གྱི་ཚོགས་ལ་བརྟེན་ནས། དེ་ནས་ཡིད་ཀྱི་སྡུག་བསྔལ་དེ་ག་རེ་རེད་ཟེར་ན། རྨོངས་པའི་ཡིད་ཀྱི་སྡུག་བསྔལ་ཡིད་ཀྱི་སྡུག་བསྔལ་ཆེ་ཤོས་དེ། དེ་ཁོ་ན་ཉིད་ལ་རྨོངས་པ་དང། ཤེས་བྱའི་གནས་ལ་རྨོངས་པའི་རྨོངས་པ་དེ་རེད། དེ་ལ་བརྟེན་ནས་འདོད་ཆགས་དང་ཞེ་སྡང་དང། ད་ག་ན་བཞིན་ཞེ་ན། འཇིག་པ་དང། དེ་ན་བཞིན་འདུས་པའི་དངོས་པོ་མ་མཉེས་པའི་འདུས་པ་ལ་སོགས་པ། དེ་འདྲའི། སྨོད་པ་ལ་བརྟེན་པའི་ཡིད་ཀྱི་སྡུག་བསྔལ་བཅས་ཏེ་ཡོང་གི་ཡོད་རེད། ཡིད་ཀྱི་སྡུག་བསྔལ་དེ་རྣམས་ལ་གཙོ་ཆེ་བ་རེ་བ་སྟེ། ཆགས་སྡང་གཉིས་བཅས། དེ་ནས་འཇིགས་སྐྲག་དེ་བཅས། གཞན་གྱི་རྫས་ལ་སོགས་པ་ཐོག་ཏུ་རེ་བ་དང་དངོས་པོ་ཐོག་ཏུ་རེ་བའི་འདོད་པ་བཅད། འོ་དེ་བཅད་དེ། ཡིད་ཀྱི་སྡུག་བསྔལ་དེ་བཅད་དེ་རེད། དེ་འདྲ་བའི་ཡིད་ཀྱི་སྡུག་བསྔལ་དེ་བཅད་དེ། བྱང་ཆུབ་སེམས་དཔའ་ཡེ་ཤེས་ཀྱི་ཚོགས་བསགས་ངན་དེས། ཡིད་ཀྱི་སྡུག་བསྔལ་འབྱུང་བའི་གཞི་དང་རྟེན། ཆོས་རྣམས་རང་བཞིན་གྱིས་གྲུབ་པ་མེད་པར་ཤེས་པས། ཡིད་ཀྱི་སྡུག་བསྔལ་འབྱུང་བའི་སྟེང། ཆོས་རྣམས་རང་བཞིན་གྱིས་གྲུབ་པ་མེད་པར་ཤེས་པས་ཤེས་རབ་ཀྱིས། མེད་པའི་ཤེས་པ་ཡིས། དེ་ནི་མྱུར་བ་ཉིད་དུ་སྤོང། ཡིད་ཀྱི་སྡུག་བསྔལ་དེ་བྱས་ཏེ་མྱུར་བ་ཉིད་དུ་སྤོང་འགྲོ་གི་རེད། ལུས་དང་ཡིད་ཀྱི། སྡུག་བསྔལ་གྱིས་དེ་ལྟར་ཤིན་ཏུ། མ་སྨད་ན། སྨད་པ་དང་མ་སྨད་པ་བསལ། ཚོན་གྱིས་གཟུགས་པ་ལྟ་བུ་ལ་སྨན་པ་ཟིག་རེད་སྨན་མི་སྨན་པ་རེད། སྲས་ཡོད་མ་རེད་དེ་སྨན་ཡོད་རེད་འདུག་ཟེར་བ་དེ་ཡིན་ཙང་ལུས་དང་ཡིད་ཀྱི་སྡུག་བསྔལ་གྱིས་རང་གི་ལུས་དང་ཡིད་དེ་མ་སྨད་པ་ཡིན་ན། གལ་ཏེ་འཇིག་རྟེན་མཐར་ཐུག་པར་འཇིག་རྟེན་འགྲིམས་ཀྱང་ཅི་སྟེ་སྐྱོ། དེ་འདྲ་ཡིན་ཙང་ཁུ་བ་མ་གཏོང་གི་བར་དུ་འཇིག་རྟེན་འགྲིམས་པའི་བརྩོན་འགྲུས་གཙང་དགོས་བྱུང་ནས། དཀའ་ལས་གལ་ཡོད་མ་རེད་སྐྱོ་གལ་ཡོད་མ་རེད་གསུངས་པ་རེད། དཀའ་ལས་ཁག་ཡག་དེས་ལུས་དང་སེམས་ལ་སྡུག་བསྔལ་བྱུང་བའི་སྐབས་ལ་དཀའ་ལས་ཁག་གི་ཡོད་རེད་མ་གཏོགས་ལུས་དང་སེམས་ལ་སྡུག་བསྔལ་རྩ་ནས་མ་བྱུང་བ་ཡིན་ན་དཀའ་ལས་ཁག་ཡག་ཡོད་ཨ་མ་རེད་པ། བྱས་ཙང་ལུས་དང་སེམས་ལ་སྡུག་བསྔལ་དེས་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཀྱི་སས་འགྲོ་དུས་སྐབས་ལ། ཨ་ནི་ལུས་དང་སེམས་གཉིས་ཀྱང་ལ་སྡུག་བསྔལ་གྱིས་མ་གནོད་པ་ཡིན་ཙང་སྡུག་བསྔལ་གྱིས་མ་སྨད་པ་ཡིན་ཙང། འཇིག་རྟེན་མ་རྫོགས་ཀྱི་བར་དུ་འཇིག་རྟེན་ན་འགྲིམས་པའི་བྱ་བ་བྱེད་པ་ལ་ཡང་སྐྱོ་བའི་གོ་སྐབས་ཡོད་ཨ་མ་རེད་སྐྱོ་གི་མ་རེད། དེ་ཡིན་ཙང་བསྐལ་བ་གྲངས་མེད་གསུང་གི་རིང་ལ་ཚོགས་བསགས་དགོས་བྱུང་ནས་ཀྱི་དཀའ་ལས་སྐྱེས་ཡོད་མ་རེད་གསུངས་པ་རེད། སྡུག་བསྔལ་བ་ལ་དུས་ཐུང་ཡང། སྡུག་བསྔལ་བ་ལ་དུས་ཐུང་ཡང་བཟོད་དཀའ། ཡུན་རིང་སྨོས་ཅི་དགོས། སྡུག་བསྔལ་མེད་ཅིང་བདེ་བ་ལ་མཐའ་ཡས་དུས་ཀྱང་ཇི་བཞིན་ནུས། སྡུག་བསྔལ་ཡུལ་ངན་གྱི་གང་ཟག་དེ་ལ་དུས་ཚོད་ཐུང་ཐུང་ཡང་བཟོད་དཀའ་བ་ཡིན་ན་དུས་ཚོད་རིང་པོ་དེ་སྨོས་མ་དགོས་པ་རེད། སྡུག་བསྔལ་མེད་ཅིང་བདེ་བ་ལ་གནས་པའི་གང་ཟག་དེ་ཆེ་དེ། ཨ་ནི་ཞི་དྲག་གི་དུས་རིང་པོ་ཐིག་ཡེ་དུས་རིང་པོ་འགོར་བ་ཡིན་ན་ནུ་ཡ་གས་ཡོད་མ་རེད་གསུངས་པ་རེད། ང་ཚོ་གཅིག་སྒུག་བསྡད་དགོས་ན་དུས་ཚོད་ཐུང་ཐུང་དེ་རིང་པོ་ཡིན་པས་སུ་རབ་ཅིག་ད་ལྟད་མོ་རབ་ཅིག་བལྟས་པའི་སྐབས་ལ་དུས་ཚོད་རིང་པོ་དེ་ཐུང་ཐུང་ཡིན་པས་སུ་རབ་ཅིག་ཡོང་གི་འདུག་ཨང་བྱས་ཙང་སིང་སྡི་བ་ཡོད་པའི་སྐབས་ལ་དུས་ཚོད་རིང་པོ་དེ་ཐུང་ཐུང་ཅིག་མཐོང་བསྡད་དགོས་རེད། སིང་སྡུག་བསྔལ་ཡོད་པའི་སྐབས་ལ། རྡོག་ཁྲེས་ར་བའི་རྒྱུ་ཁ་ཚ་པོ་ཞེ་བོ་ཅིག་ཁྱེར་ནས་འགྲོ་བར་བྱུང་ན། ཨ་དུས་ཚོད་ཐུང་ཐུང་ཅིག་རིང་པོ་ཆགས་སོང་བསམ་བསམ་ར་བའི་དྲན་བདེ་བ་རེད། འཛིན་གྲྭའི་ནང་ལ། དེའི་ཁྱད་པར་དེ་ཤ་གསལ་པོ་ཧ་གོ་གི་རེད། འཛིན་གྲྭའི་ནང་ལ་དཀའ་ལས་ཁག་ནི་བདེན་གཉིས་མ་འདུས་པའི་སྐབས་ལ། སྐར་མ་བཞི་བཅུ་དེའི་ཆུ་ཚོད་བཞི་བཅུ་ཚོད་ར་བ་ཅིག་མཐོང་གི་རེད། འཛིན་གྲྭའི་ནང་ལ་གཅིག་གས་གྲོད་པོ་ར་བ་ཅིག་བཏགས། སྣང་བ་འགྲོ་བོ་བྱུང་བ་ཡིན་ན་སྐར་མ་བཞི་བཅུ་དེའི་ཕྱི་སྐད་སྐར་མ་བཞིའི་ཚུར་རབ་བྱེད་ནས་འགྲོ་ཡ་རེད་ཤོད་རེད། འོ་དེ་འདྲ་ཡིན་ཙང། སྡུག་བསྔལ་ལ་ཡང་དུས་ཐུང་ཐུང་ཡང་བཟོད་པ་དཀའ་བ། ཡིན་ན། དུས་ཡུན་རིང་པོ་དེ་སྨོས་མ་དགོས་པ་རེད་དེ། སྡུག་བསྔལ་མེད་ཅིང་བདེ་བ་དང་ལྡན་པའི་སྐབས་ལ་མཐའ་ཡས་པའི་དུས་ཀྱང། སུ་ལས་གནོད་ཡ་ཡོད་ཨ་མ་རེད། དེ་ལ་ལུས་ཀྱི་སྡུག་བསྔལ་མེད་ཡིད་ཀྱི་སྡུག་བསྔལ་ག་ལ་ཡོད། དེ་ནི་སྙིང་རྗེའི་འཇིག་རྟེན་སྡུག་དེ་ཉིད་ཀྱིས་ནི་ཡུན་རིང་གནས། ཨང་ཏུ་སུ་རེ། བྱང་ཆུབ་སེམས་དཔའ་དེ་ལ་བསོད་ནམས་ཀྱི་དབང་གིས་ལུས་ཀྱི་སྡུག་བསྔལ་མེད་པ་དང། ཡེ་ཤེས་ཀྱི་དབང་གིས་ཡིད་ཀྱི་སྡུག་བསྔལ་དེ་བས་ཀྱང་གི་ག་ལ་ཡོད། དེ་འདྲ་ཡིན་ཙང་དེ་ལྟ་བུའི་བྱང་ཆུབ་སེམས་དཔའ་དེས། སྙིང་རྗེ་ལ་བརྟེན་ནས་འཇིག་རྟེན་གྱི་སྡུག་བསྔལ་སེལ་བའི་ཆེད་དུ་འཇིག་རྟེན་གྱི་སྡུག་བསྔལ་དེ་ཉིད་སེལ་བའི་ཆེད་དུ། ཡུན་རིང་པོའི་བར་དུ་འཁོར་བར་གནས་དགོས་བྱུང་ན་ཡང་མི་སྐྱོ་བ་རེད་གསུངས་པ་རེད། དེ་ནས་གཉིས་ཀྱི་འཇིག་རྟེན་སྡུག་བསལ་ཡ་སྟེ། ལུང་གཞན་པ་གྲངས་བཤད་པ་དེ་ཚོའི་ནང་ལ། འཇིག་རྟེན་སྙིད་དུ་སྡུག་བསལ་བཅས་འགྲེལ་བཤད་བྱས་ཙང། སྐབས་འདིའི་འཇིག་རྟེན་སྡུག་ཞེས་པ་དེ་འཇིག་རྟེན་སྡུག་བསྔལ་གྱིས་མནར་བ་ལ་གཟིགས་ནས། ཨ་ནི་དེ་ལ་སྙིང་རྗེ་ཆེན་པོའི་དབང་གིས་ཡུན་རིང་པོའི་བར་དུ། བྱང་ཆུབ་སྒྲུབ་པ་ལ་གནས་པ་དང་འཁོར་བ་ལ་གནས་དགོས་བྱུང་ན་ཡང་སྐྱོན་མི་འགྱུར་བ་རེད། བྱང་ཆུབ་སེམས་དཔའ་དེར་སྐྱོན་མི་འགྱུར་བ་རེད། བྱང་ཆུབ་སེམས་དཔའ་དེ་ལ་ལུས་ཀྱི་སྡུག་བསྔལ་མེད་པ་རེད་བསོད་ནམས་ཀྱི་ཚོགས་ཀྱི་དབང་གིས། བྱང་ཆུབ་སེམས་དཔའ་དེ་ལ་ཡེ་ཤེས་ཀྱི་ཚོགས་ཀྱི་དབང་གིས་ཡིད་ཀྱི་སྡུག་བསྔལ་ཀྱང་ག་ལ་ཡོད། དེ་ལ་ག་རེ་ཡོད་རེད་ཟེར་ན་སྙིང་རྗེ་ཆེན་པོ་དེ་ཡོད་རེད། དེ་ནི་སྙིང་རྗེ་ཆེན་པོའི་དབང་གིས། འཇིག་རྟེན་གྱི་སྡུག་བསྔལ་ལ་གཟིགས་ནས་དེའི་བློས་མི་ཐོང་བའི་དབང་གིས་ཨ་ནི་ཡུན་རིང་པོའི་བར་དུ། བྱང་ཆུབ་སྒྲུབ་སྟེ་གནས་པའང་འཁོར་བ་ལ་གནས་པ་རེད། དེ་བས་སངས་རྒྱས་རིང་ཐོགས་ཤིག་བློ་དང་ལྡན་པ་བགྱིད་མི་ལུགས། ཉེས་བྱས་ཡོན་ཏན་དོན་དུ་ནི། དེ་ལ་རྟག་ཏུ་འབད་པར་བྱ། གོང་དུ་བཤད་པའི་རྒྱུ་མཚན་དེ་དག་གི་ཆེད་དུ་ད་འདི་དོན་བསྡུ་བ་སྟེ་གོང་དུ་བཤད་པའི་རྒྱུ་མཚན་དེ་དག་གི་དབང་གིས་ཨེ་ནི་སངས་རྒྱས་དྲུག་ཡ་ལ་ཡ་རྒྱུན་རིང་པོ་བཞི་བོ་ཅི་ཐོག་གུ་རེ་ཟི་བྱས་ནས། བློ་དང་ལྡན་པའི་གང་ཟག་བྱེད་དེ་བགྱིད་མི་ལུགས་པ་རེ་བྱས་པ་རེད། ཉེས་པ་ཐམས་ཅད་ཟད་ཡོན་ཏན་ཐམས་ཅད་ལྡན་པའི་ཆེད་དུ། སངས་རྒྱས་ཀྱི་གོ་འཕང་བསྒྲུབ་པའི་བསོད་ནམས་དང་ཡེ་ཤེས་ཚོགས་གསོག་པ་ལ། དུས་རྟག་ཏུ་བརྩོན་པ་བྱེད་དགོས་རེད་འབད་པར་བྱ། འོ་དུས་རེད། ད་དེ་ཡན་ཆད་ཀྱིས་ཚོགས་གཉིས་གསོག་པ་ལ་རྗེས་མི་སླུ་བ་ཟེར་ཡག་གི། ཟབ་ཁྱད་ཅིག་དེ་རྫོགས་པ་རེད། ད་ཚོགས་གཉིས་ཀྱི་ངོ་བོ་དང་ཡན་ལག་རྒྱས་པར་ཕྱེ་སྟེ་བསྟན་པ་ཟེར་ཡ་དེ་རེད། ཚོགས་གཉིས་ཀྱི་ངོ་བོ་ག་འདྲས་ག་འདྲས་ཡན་ལག་ག་རེ་ག་རེ་ད་འདི་རྣམས་ལ་ཡན་ལག་མང་པོ་ཞིག་བཤད་པ་རེད་བ་ད་དེ་བཅད་དེ་ཕ་རྒྱས་པར་བྱས་ཏེ་བཤད་པ་ལ། ཆགས་དང་ཞེ་སྡང་གཏི་མུག་དག། ཉེས་པར་ཕྱིན་པས་ཡོངས་སུ་སྤངས། མ་ཆགས་མི་སྡང་གཏི་མུག་མེད་ཡོན་ཏན་ཕྱིན་པས་གུས་པར་བསྟེན་ད་འདི་མདོར་བསྟན་པའི་གཟུགས་རབ་དེ་རེད། ཚོགས་གཉིས་ཀྱི་ཡན་ལག་འམ་གཞི་རབ་མདོར་བསྡུས་པ་ཡིན་ན། འདོད་ཆགས་དང་ཞེ་སྡང་དང་གཏི་མུག་འདི་བཅས་ཏེ། ཉོན་མོངས་ཅན་གྱི་སེམས་ཡིན་ཙང་དེ་རྟག་ཏུ་སྤང་བ་འདི་གལ་ཆེན་པོ་རེད། ངེས་པར་ཕྱི་ནས་ཡོངས་སུ་སྤང་དགོས་ཡ་རེད། འདོད་ཆགས་མེད་པ་དང་ཞེ་སྡང་མེད་པ་དང་གཏི་མུག་མེད་པ་མ་ཆགས་མེད་དང་གཏི་མུག་མེད་པ་དེ། ཉོན་མོངས་མེད་པའི་སེམས་ཡིན་ཙང་ཡོན་ཏན་དུ་ཕྱི་ནས་དུས་རྟག་ཏུ་གུས་པས་བསྟེན་པར་མཛད་དགོས་རེད་འདི་ལྟར་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་ཐམས་ཅད་ཀྱི་སྡོམ་ར་བ་འདི་རེད། འབྱུང་ཁུངས་འབྱུང་ཁུངས་སུ་ཕྱི་ནས་གུས་པ་བསྟེན་པར་བྱས་ཤིང། དེའི་རྒྱུ་མཚན་ག་རེ་ལྟར་ན་འཆལ་པའི་ཡི་དྭགས་འགྲོ་བར་འགྲོ། ཞེ་སྡང་གིས་ནི་དམྱལ་བར་འཕེན། རྨོ་བས་ཕལ་ཆེར་དུད་འགྲོ་འགྲོ། བཟློག་པས་ལྷ་དང་མི་ཉིད་དུ། འདོད་ཆགས་ཞེ་སྡང་གཏི་མུག་དག་ཉེས་པར་འཆིང་དགོས་ཡག་གི་རྒྱུ་མཚན་ག་རེ་རེད་ཟེར་ན། འདོད་ཆགས་ལ་བརྟེན་པས། འདོད་ཆགས་ལ་བརྟེན་ནས་སེང་ན་འབྱུང་བ་རེད་སེང་ན་ལ་བརྟེན་ནས་མི་སྟོང་བ་རེད། མི་མཐོང་བ་ཡིན་ཙང་དེའི་སྐྱེ་བ་ཕྱི་མ་ནི་ཡི་དྭགས་ལ་སྐྱེ་གི་ཡོད་རེད། ཞེ་སྡང་གིས་ནི་གཞན་ལ་འཚེ་བ་བྱེད་ཀྱི་ཡོད་རེད་གཞན་གྱི་སྲོག་འཕྲོག་པ་ལ་སོགས་པ་བྱེད་ཀྱི་ཡོད་རེད་དེའི་དབང་གིས་སྐྱེ་བ་ཕྱི་མ་དམྱལ་བ་ལ་སྐྱེས་པ་རེད། དམུ་པའི་དབང་གིས་ལས་ངན་པ་གཞན་དག་བསགས་ནས་ཕལ་ཆེ་བ་དེ་དམུ་པའི་དབང་གིས་ཡི་དྭགས་དང་དམྱལ་བ་ལས་འགྲོ་ངན་ཡོད་རེད་དེ་ཕལ་ཆེ་བ་དེ་དུད་འགྲོའི་འཇིག་རྟེན་ལ་སྐྱེ་གི་རེད་ཟེར་གི་རེད་ད་མདོ་པས་སུས་དེ་ལས་ཚུར་ཁ་དོག་ནས་དེའི་ལྡོག་ཕྱོགས་དེ་མ་ཆགས་པ་དང་ཞེ་སྡང་མེད་པ་དང་གཏི་མུག་མེད་པ་དེའི་གར་ཕན་གི་རེད་ཅེ་ན་ལྷ་དང་མི་ཡིས། འདི་འདྲུའི་ལུས་རྟེན་ལ་ཕན་གི་རེད་ཅེས་པ་རེད། འདོ་བའི་ལྷ་དང་མི་ཉིད་དུ། སྐྱོན་སྤངས་ཡོན་ཏན་འཛིན་པ་ནི། མངོན་པར་མཐུ་བ་པ་ཡི་ཆུས་སོ། དེ་ལྟ་བུ། ཆགས་སོགས་མེད་པའི་སྒོ་ནས་བསོད་ནམས་ཀྱི་ཚོགས་བསགས་ནས་སྐྱོན་སྤངས་ནས་ཡོན་ཏན་འཛིན་པ་དེ། གར་རེད་ཅེ་ན། མངོན་མཐུ་དང་ངེས་ལེགས་གཉིས་ཀྱི་ནང་ནས་མངོན་པར་མཐུ་བ་པ་ཡི་ཆུས་དེ་རེད། བསོད་ནམས་ཀྱི་ཚོགས་དེ་མངོན་མཐུ་དུ་འགྲུབ་གི་རེད་ཅེས་པ་རེད། ཤེས་པས་ཡོངས་སུ། ཤེས་པས་འཛིན་པ་ཡོངས་སེལ་བ་ངེས་པར་ལེགས་པ་པ་ཡིས་ཆོས། ཤེས་རབ་ཀྱིས། ག་རེ་བྱེད་ཀྱི་ཡོད་རེད་ཅེ་ན། བདེན་པར་འཛིན་པའམ་གཉིས་སུ་འཛིན་པའི་འཛིན་པ་དེ་ཡོངས་སུ་ཟད་པར་བྱེད་པ་ཡིན་ཙང། དེ་འདྲ་བ་དེ་ངེས་ལེགས་ཀྱི་ཆོས་ལ་ལབ་ཀྱི་རེད། བསོད་ནམས་དེ་མངོན་མཐོའི་ཆོས་དང། ཡེ་ཤེས་དེ་ངེས་ལེགས་ཀྱི་ཆོས་སུ་གྱུར་པ་རེད་ཟེར་ད་དེ། ལུགས་སུ་རེད། ད་འོ་ན་དེ་འདྲ་བའི་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་བསགས་པ་ལ་ཡང། ག་རེ་བྱས་ནས་བསགས་དགོས་རེད་ཅེ་ན། བསོད་ནམས་ཀྱི་ཚོགས་བསགས་པའི་ཞིང་བསྐྲུན་པ་དེ་ཡང་བསོད་ནམས་ཀྱི་ཚོགས་བསགས་པ་རེད། བསོད་ནམས་ཀྱི་ཚོགས་བསགས་པའི་ཞིང་དེ་དག་ལ་ཡང། མཆོད་པ་འབུལ་བ་ལ་སོགས་པ་དེ་ཡང་བསོད་ནམས་ཀྱི་ཚོགས་བསགས་པ་རེད། དེ་ཡིན་ཙང་ཐོག་མར་བསོད་ནམས་ཀྱི་ཚོགས་བསགས་པའི་ཆེད་དུ་ཞིང་བསྐྲུན་པ་བསོད་ནམས་ཀྱི་ཞིང་བསྐྲུན་པ་དེ་ལ། སངས་རྒྱས་ཀྱི་སྐུ་གཟུགས་བཤམས་པ་དང། སངས་རྒྱས་ཀྱི་རིང་བསྲེལ་མཉེས་པོར་ཞུ་བའི་མཆོད་རྟེན་བཤམས་པ་དང། གཙུག་ལག་ཁང། དགེ་འདུན་གྱི་གནས་བཞུགས་ཡར་གྱི་གཙུག་ལག་ཁང་དང། ད་ལྟ་ང་ཚོས། བི་ཧར་སི་ཡ་དེ་བོད་སྐད་ལ་གཙུག་ལག་ཁང་ཟེར་ནས་བསྒྱུར་དུས་སྐབས་ལ་གཙུག་ལག་ཞེས་པ་སྡེ་སྣོད་གསུང་ལ་སྐབས་འདི་ལ་གཙུག་ལག་ཞེས་པ་སྡེ་སྣོད་གསུང་ལ་གོ་ནས་དེ་འདྲ་བའི་སངས་རྒྱས་ཀྱི་གསུང་སྡེ་སྣོད་གསུང་བཞུགས་ས་དེ་ལ་གཙུག་ལག་ཁང་ཟེར་ལབ་པ་དང། དེ་བཅས་དེ་གུས་པ་ཆེན་པོས་ཤིན་ཏུ་རྒྱ་ཆེན་པོ་གཙུག་ལག་ཁང་དེ་ཚོའི་ནང་ལ་བཞུགས་གདན་དང། གཟིངས་ཆས་ལ་སོགས་པ་དེ་འདྲའི་ཡུལ་བ་བྱས་ནས་རྒྱ་ཆེན་པོ་འཁྱུག་པ། དེ་འདྲ་བསྐྲུན་ན་ཡག་གོ་ཡོའ་རེད་ཅེས་པ་རེད། སྐུ་གཟུགས་ཞང་ཡག་དང་ཆུ་སྟེང་ཞང་ཡག་དང་དགོན་པ་ཞམ་ཡག་དེ་བཅས་དེ་བསོད་ནམས་སོ་བསོད་ནམས་རྒྱ་ཆེན་པོ་བསྒྲུབ་པའི་རྟེན་གཅིག་རེད་ཅེས་པ་རེད། ད་དེ་ནང་ལ་སངས་རྒྱས་སྐུ་གཟུགས་ཞང་ཡག་དེ་ཡང་བསྐྱར་དུ་གསུངས་པ་རེད། རིན་ཆེན་ཀུན་ལས་རྒྱས་པ་ཡིས་ང་ཚོ་བོད་ལ་ཡག། སངས་རྒྱས་ཀྱི་སྐུ་གཟུགས་བཅས་ཏེ་གསེར་ཟངས་དང་དངུལ་ལ་སོགས་པ་དེ་ཚོ་ཞམ་ཡག་སྟེ་བསོད་ནམས་ཀྱི་ཚོགས་བསགས་པའི་ཆེད་དུ་རེ་བ་རིན་ཆེན་ཀུན་ལས་རྒྱས་པ་ཡི་སངས་རྒྱས་སྐུ་གཟུགས་དབྱིབས་མཛེས་ཤིང་ལྷ་བྲིས་མཁས་པའི། ལྷ་གཟུགས་མཁས་པས་བཤམས་པའི་དབྱིབས་མཛེས་པོ། བྲིས་པ་ཡིན་ན་ལེགས་པར་བྲིས་པ། དབྱིབས་མཛེས་པ་ལེགས་པར་བྲིས་པ། པདྨ་ལ་བཞུགས་པ། ས་སྦྱིན་པ་ལ་ཞུ་བ་དེ་འདྲ་མ་ཡིན་པར་པདྨའི་གདན་ལ་ཞུ་བ་འོ་དེ་འདྲ་ཡང་བྲིས་བཅུག་ན་ཡག་པོ་ཡོད་རེད་དེ་སྤྱད་དེ་བསོད་ནམས་གསོག་པའི་ཞིང་ཡིན་ཙང་དེ་ཚོ་བྲིས་པ་དེ་ཡས་བསོད་ནམས་ཚོགས་རྫོགས་པའི་གནས་རེད། དམ་ཆོས་དགེ་སློང་དགེ་འདུན་དག། ནན་ཏན་ཀུན་གྱིས་བསྐྱང་བར་མཛོད། སྐབས་འདིའི་དམ་ཆོས་ཞེས་པ་དེ། ལུང་དང་རྟོགས་པའི་ཡོན་ཏན་གཉིས་ཆར་ལ་ལུང་དང་རྟོགས་པའི་ཆོས་གཉིས་ཆར་ལ་གོ་བོ་རེ་སྟེ་ལྷག་པར་དུ་ཡི་དམ་པའི་ཆོས་ཀྱི་གླེགས་བམ། དམ་པའི་ཆོས་ཚུན་ཆད་ཀྱི་ལུང་གི་ཆོས་རྣམས་བྲིས་པའི་གླེགས་བམ་དང། དགེ་སློང་གི་དགེ་འདུན། དགེ་སློང་དགེ་འདུན་ཟིན་ལོག་ག་ལོག་ག་བཀོད་ནས་འགྲིག་གི་རེད་དགེ་སློང་གི་དགེ་འདུན་ཟིན་ལབ་ནས་འགྲིག་གི་རེད། ང་ཚོ། དཀོན་མཆོག་གསུང་གི་ནང་གི་དགེ་འདུན་ཟེར་ཡ་དེ་དང་དགེ་སློང་གི་དགེ་འདུན་ཟེར་ཡ་གཉིས་པོ་དེ་ལ་ཁྱབ་ཅི་བྱུང་གི་ཁྱད་པར་བྱུང་དུའང་དཀོན་མཆོག་གསུང་གི་ནང་ལ་དགེ་འདུན་ཟེར་ལབ་དུས་སྐབས་ལ་འཕགས་པའི་གང་ཟག་གང་ག་ལོག་ལ་དགེ་འདུན་ཟེར་ལབ་གི་ཡོད་རེད། འཕགས་ལམ་གཉིས་པའི། འཕགས་ལམ་གཉིས་པའི། མཐོང་ལམ་ཡན་ཆད་ཐོབ་པའི་གང་ཟག། ཉལ་ཐུལ་འཕགས་པ་རང་རྒྱལ་འཕགས་པ་བྱང་སེམས་འཕགས་པ་སུ་ཡིན་ནའི་འཕགས་པ་དེ་བྱས་དེ་གང་ག་ལོག་ལ་དགེ་འདུན་བཞི་པའི་མཚན་དེ་ཐོབ་པ་རེད། ཡང་དགེ་སློང་གི་དགེ་འདུན་ཆེན་པོ། དགེ་སློང་མའི་དགེ་འདུན་ཆེན་པོ་དུས་འགའ་ལ། དགེ་སློང་ལྔ་སྡེ་ཡན་ཆད་འཚོགས་པ་ལ་དགེ་སློང་གི་དགེ་འདུན་དང། དགེ་སློང་མ་ལྔ་སྡེ་ཡན་ཆད་འཚོགས་པ་ལ་ནི་དགེ་སློང་མའི་དགེ་འདུན་ཟེར། དགེ་སློང་དང་དགེ་སློང་མའི་དགེ་འདུན་དུས་འགའ་ལ། འདུག་སུ་རེད་དགེ་སློང་ཟེར་དུས་གང་ཟག་ལ་གོ་གི་རེད་ཇི་རགས་པ་ལ་གོ་གི་རེད། དགེ་འདུན་ཟེར་དུས་འགའ་ལ་བཞི་ཡན་ཆད་འཚོགས་པ་སོ་སོ་སྐྱེ་བོ་ཡིན་ན། འཕགས་པ་ཡིན་ན་གང་ཟག་གཅིག་ལ་ཡང་དགེ་འདུན་ཟེར་གི་ཡོད་རེད། དགེ་སློང་གི་དགེ་འདུན་དག། ནན་ཏན་གྱིས་བསྐྱང་བར་མཛོད་ཅེས་ག་འདྲས་བསྐྱང་དགོས་ཞེ་ན། སུད་སི་ཕུའི་ནམ་ཟ་ཕུ་ཨའོ་མདོ་སུ་ཅེས་ནས་བསྐྱང་དགོས་རེད། དེ་བྱས་དེ་ཨེ་ནི། བསམ་གཏན་བསྒོམ་པ་ལ་སྒྲ་མེད་པ་ལ་སོགས་པ་དེ་འདྲས་ཀྱི་མཐུན་རྐྱེན་བསྒྲུབས་ནས། ནན་ཏན་ཀུན་གྱིས་ནན་ཏན་ཀུན་གྱིས་བསྐྱང་བར་མཛོད་སོགས་དེ་རེད། གསེར་དང་རིན་ཆེན་དྲ་བ་དག་ཉིད་ཀྱི་མཆོད་རྟེན་རྣམས་ལ་ཐོགས། དེ་ཚོ་ཡང་གནའ་སྔ་མོའི་གནའ་སྔ་མོ་བྱས་མ་བྱུང་ད་ནང་པའི་ལུགས་སྲོལ་དང་འདྲ་ཡང་མ་ཉམས་པར། གསེར་དང་རིན་པོ་ཆེའི་དྲ་བ་དེ་སྤྱད་དེ། སངས་རྒྱས་ཀྱི་རིང་བསྲེལ་བསུ་བའི་མཆོད་རྟེན་དེ་ཚོ་ནང་ལ་བཏགས། གཡག་གསེར་དང་རིན་པོ་ཆེའི་དྲ་བ་མ་བྱུང་བ་ཡིན་ནའི་ད་རེས་སང་ཉིན་བོད་མི་ཚོས་རླུང་རྟ་དང་དར་ལྕོག་དེ་འདྲ་རས་ཀྱིས་བྲིས་ནས་མཆོད་རྟེན་ནང་བཏགས་ཡག་དེ་ཧྲིལ་པོ་ཆེ་གལ་ཆེན་པོ་བརྩི་གི་འདུག་ཨང། ཐའི་ལེན་དང་འབར་མ་ལ་སོགས་པ་དེ་ཚོ་ནང་ལོགས་ལས་ད་ལྟ་ཡང་མཆོད་རྟེན་ལ་དྲིལ་བུ་དང་གསེར་ལ་སོགས་པ་གསེར་གྱི་གསེར་དངུལ་གྱི་ཅིག་དྲ་བ་དྲ་ཕྱེད་ལ་སོགས་པ་ཕུལ་ཡག་དང། དར་གྱི་དྲ་བ་དྲ་ཕྱེད་ཕུལ་ཡག་དང་གསེར་ཕུལ་ཡག་སྤྱད་དེ་དར་པོ་ཧྲིལ་པོ་ཅོག་རེ་བསོད་ནམས་ཀྱི་ཚོགས་ཀྱིས་ལས་ཆེན་པོ་ཆེ་བརྩིགས་ཀྱི་རེད། གསེར་དང་དངུལ་གྱི་མེ་ཏོག་དང། གསེར་གྱིས་བཟོས་པ་དང་དངུལ་གྱིས་བཟོས་པའི་མེ་ཏོག་ལ་སོགས་པ་མཆོད་རྟེན་ལ་ཕུལ་ཡག་དང། རྡོ་རྗེ་ཞེས་པ་དེ་ཕ་ལམ་གྱི་མིང་རེད། ཇོ་རུ་ཞེས་པ་དེ། རྡོ་དམར་པོ་གཅིག་གི་མིང་རེད། མོ་ཏིག་ཞེས་པ་དེ། ཉག་གཅིག་ལས་བྱུང་བའི། རིན་པོ་ཆེའི་རིགས་ཀྱི་ལ་མོ་ཏིག་ཟེར། ཨིན་དྲ་ཉིལ་དང་མིན་དུར་ཡ་སི་ཡ་དེ་རིན་པོ་ཆེའི་རིགས་ཀྱི། རྡོ་རྩ་ཆེན་པོ་དེ་འདྲས་ཀྱི་མིང་རེད། མཐོན་ཁ་ཆེན་པོ་སེ་ཡ་དེ་རིན་པོ་ཆེའི་རིགས་གཅིག་གི་མིང་རེད། དེ་འདྲ་བའི་རིན་པོ་ཆེའི་རིགས་སྤྱད་དེ་ཨ་མྱེས་མཆོད་རྟེན་ནས་མཆོད་དགོས་རེད། བྱས་ཙང་བོད་པ་ཚོས་མཆོད་རྟེན་བཤམས་པའི་སྐབས་ལ་མཆོད་རྟེན་ནི་ཡར་ཁྲག་མང་པོ་ཞུ་རྒྱབ་བསྡད་ཀྱི་འདུག་ཨང་བྱས་ཙང་མཆོད་རྟེན་ལ་ཁྲག་མང་པོ་རྒྱག་ཡ་སྤྱད་དེ་རིན་པོ་ཆེ་གི་རིགས་ཀྱི་མཆོད་རྟེན་ལ་འཁྱུད་པའི་སྐད་ཆ་རེད། དམ་ཆོས་དམར་ལ་འཁྱུད་པ་ནི་རྙེད་དང་བཀུར་སྟི་ལྡན་པ་དང་དགའ་བར་འགྱུར་བ་རྣམ་རྒྱལ་བཞིན་ཁྱོད་ཕྲུག་གུས་པས་བསྟེན་པར་མཛོད། སེ་ཡ་གི་ཁྱོད་ཕྲུག་དེ་ངས་ཤེས་མ་སོང་ག་རེ་ཡིན་ན།

ལོག་ཚུལ་མི་འདྲ་བ་གཅིག་ལ་ཆོས་ནི་ངེས་པར་བསྟན་པར་མཛོད་ཟེར་གྱི་འདུག་ཆོས་དྲུག་མི་གོ་བ་བཅས་ཆོས་ནི་ངེས་པར་བསྟན་པར་མཛོད་ཅེས་འབྱུང་ངོ་ཞེ་ན་དག་སྒྲིག་རང་གི་ནང་ལ་ལོག་ཚུལ་མི་འདྲ་བ་གཅིག་འདུག་ཆོས་དྲུག་ངེས་པར་བསྟན་པར་མཛོད་ཟེར་ཡ་དེ་རྒྱ་འགྲེལ་དང་བོད་འགྲེལ་གཉིས་ཆ་ནང་ལ་ཆོས་དྲུག་གི་གྲངས་ཀ་དེ་བརྒྱབ་མི་འདུག་དམ་པའི་ཆོས་སྨྲ་བ་ལ་དམ་པའི་ཆོས་སྨྲ་བའི་དགེ་བའི་བཤེས་གཉེན་དེ་བཅས་ལ་ག་འདྲས་ཟེར་ནས་མཆོད་པ་ཕུལ་དགོས་རེད་ཟེར་ན། ཞལ་ལག་དང་ན་བཟའ་ལ་སོགས་པའི་རྙེད་པ་ཕུལ་ཡག་དང། ཞབས་ཕྱི་ཞུས་ནས་བཀུར་སྟི་བྱས་ཡག་དང། དེ་འབྲེལ་གྱི་ཐོག་ནས་ཆོས་བསྟན་པའི་བླ་མ་བྱས་ཏེ་དགའ་བར་འགྱུར་བ་ག་འདྲས་བྱེད། བླ་མ་གཉིས་པ་ག་འདྲས་བྱོས་ནས་ཅེས་གང་འགའ་བྱས་གོ་རེས། བྱས་ནས་ཆོས་ནི་ངེས་པར་དུ་བསྟན་པར་མཛོད་ཅེས་དེ་བྱས་ན་སྟབས་བདེ་ཨ་ར་ཅི་རེད་དྲུག་གྲངས་ཀ་བྱ་མི་གོ་བ་ཅེས་དཔེ་གཞན་ནས་འབྱུང་བ་ནང་བཞིན་ཆོས་ནི་ངེས་པར་བསྟན་པར་མཛོད་ཅེས་ནི་ལབ་བཞག་པ་ཡིན་ན་སྟབས་བདེ་ཨ་ར་ཅི་རེད་ཡིན་ན་ཆོས་དྲུག་གྲངས་ཀ་བྱ་རྒྱུ་ཡོད་པ་ཡིན་ན་ནི། སྔར་བཤད་པའི་ཆོས་དྲུག་གིས་བྱས་ཏེ་སྔར་བཤད་པའི་ཆོས་དྲུག་བརྟག་མ་ཐུབ་པ་ཅི་རག་གོ་རུ་བ་དེ་ག་བ་ཡིན་ན་དེ་རག་མ་གསུངས། བླ་མར་རིལ་འགྲོ་གོས་ཉལ་དང་ཞབས་འབྲིང་དང་ནི་མདུང་གསུལ་དང། བྱང་ཆུབ་སེམས་དཔའ་རྣམས་ལ་ཡང། རྟག་ཏུ་གུས་པས་མཆོད་པར་མཛོད། ད་འདི་རྣམས་ལ་བླ་མ་སེར་ཡག་ཅིག་དང་བྱང་ཆུབ་སེམས་དཔའ་སེར་ཡག་ཅིག་གཉིས་མཆིས་ཡ་སྟེ། དང་པོའི་བླ་མ་ཞེས་པ་དེ་རང་གི་ཆོས་ཉན་མྱོང་པའི་བླ་མ་བྱང་ཆུབ་སེམས་དཔའ་ཡེ་ནས་རེད་ཐིགས་པ་མེད་པ་ཡེ་ནས་རེད་རང་གི་ཆོས་འདྲིས་ཡོད་པའི་དེ་ལ་ཡང་བླ་མ་ཟེར་ཡག་དེ་རེད་ཨ་ནི་དེ་ཙམ་དུ་མ་ཟད་ཆོས་འདྲིས་མེད་པ་ཡིན་ན་བྱང་ཆུབ་སེམས་དཔའ་དེ་ཚོ་ལ་ཟེར་དེ་རེད་དེ་རྗེས་དེ་ལ་ཞབས་ཕྱི་ག་འདྲས་ཞུ་བ་རེད་ཟེར་ན། ག་རེ་གསུངས་པ་དེ་གུས་པས་ཉན་དགོས་རེད་ཅེས་པར་བཀའ་ཞིག་སྒྲུབ་པའི་ཆུ་བོའི་གཉིས་པར་ཞེས་བླ་མ་རིན་དྲུག་གུས་པས་ཉན་པ་དང་ཆུ་གུས་པས་ཉན་པ་དང་བླ་མའི་བཀའ་ཐམས་ཅད་གུས་པས་ཉན་པ་དང། ཞབས་སྐྱིད་ཤུལ་ཡག་གི་ཞབས་འབྲིང་དང་ཞབས་རིང་དང་ཞབས་འབྲིང་སྐྱིད་པ་རེད། གདོང་གསོལ་སི་ཏུའི་སྐབས་ལ། སྐུ་སྲོག་བདེ་བོ་རེད་དམ་མ་རེད་བཀའ་འདྲི་ཞུ་ཡག་ལ་སོ་བ། སྨྱོས་གསོལ་བ་དང་གདོང་གསོལ་བ་སྐྱིད་པ་རབ་ཅི་རེད། འོ་དེ་འདྲས་བྱས་ནས་དུས་རྟག་ཏུ་གུས་པས་ཆོས་གོ་གི་རེད་བྱས་པ་རེད། མོ་དེས་གཞན་ལ་གུས་པ་ཡིས་ཆོས་དང་ཕྱག་དང་མི་བྱེད་དེ། མི་ཤེས་པ་རྣམས་དེའི་རྐྱེན་གྱིས། སྐྱོན་དང་བཅས་ལ་ཆ་འགྱུར་གདའ་ཟེར་ནས། ད་འདི་རྒྱལ་པོ་ལ་གསུངས་པ་རེད་མ་གཏོགས་གང་ག་ལ་གསུངས་པ་ཅིག་མ་རེད། རྒྱལ་པོ་གིས་ཆུད་པར་མ་ཡོད་པའི་མོ་ཏིག་གི་བཏུན་པ་ལ་སོགས་པ་དེ་བཅས་ལ། གུས་པ་བྱེད་པ་དང་ཆུད་པ་དང་ཕྱག་བྱ་བ་ལ་སོགས་པ་དེ་འདྲས་བྱས་ན། མི་གཞན་པ་དེ་བཅས་དེ་དེའི་དབང་གིས། ཨེ་ནི་ཨོ་དེ་འདྲ་དེ་རྩ་ཆེན་པོ་ཅིག་མེད་འགྲོ་ཟེར་ནས་རྒྱལ་པོས་ཆུད་པ་བྱེད་ས་དེ་སྐྱེ་བོ་ཕལ་པ་ཚོས་ཆུད་པ་བྱས་པ་ཡིན་ཙང་ཨེ་ནི་སྐྱོན་དང་ལྡན་པའི་གང་ཟག་ལ་ཡ།

ཞབས་ལ་གཏུགས་པའི་ཕྱག་འཚལ་གྱུར་བ་རྒྱལ་པོ་དེ། བྱས་ཙང་ཉི་མ་གཅིག་གི། མོ་རྟའི་ཚོགས་བབས་པ། མོ་རྟའི་ཚོགས་བབས་པ་དེ་འདྲས། རྗེ་བི་ཀ་སི་ངས་དེ་འདྲས། ཨ་རྗེ་བི་ཀ་སིའི་དེ་འདྲས་ཀྱི་རིགས་དེ་ཡང། ངུར་སྨྲིག་གི་གོས་དེ་འདྲས་གྱོན་པ་ཡིན་ཙང་དགེ་སློང་ཡིན་པ་རེད་བསམ་དྲན་ནས། རྒྱལ་པོས་གླང་པོ་ཆེ་ལས་དཔགས་ནས་ཕྱག་འཚལ་དུས་སྐབས་ལ། ཨ་ནི་མི་གཞན་པ་ཞིག་གིས་རྒྱལ་པོའི་གར་སྤྱད་ནས་འཚོ་བ་པ་ལ་ཕྱག་འཚལ་གྱི་ཡོད་རེད། ཡང་མིན་ན་འཚོ་བ་པ་དེ་རྩ་ཆེན་པོ་ཞིག་བུ་ཅིག་ཡིན་པ་རེད་ཟེར་ནས་ཨ་འདུག། ལབ་པ་ཡིན་ཙང་རྒྱལ་པོ་དེ་ནང་ཤག་ཙམ་དྲན་ནས་དེ་ནས་སངས་རྒྱས་ལ་ཞུས་ནས། ནང་པ་སངས་རྒྱས་པའི་རབ་ཏུ་བྱུང་བ་དེ་སྤྱད་དེ། ཨ་ནི་གསལ་པོ་ཙམ་མ་ཡིན་པས། ཏེས་ཀྱི་རྟགས་མཚན་མི་འདྲ་བ་གྱིས། འདི་ནང་པའི་དགེ་སློང་རེད་བསམ་ནས་རྒྱང་རིང་པོ་ནས་ཧ་གོ་ཐུགས་ཡ་གཅིག་དགུ་དགུ་དུ་བྱས་ནས་སངས་རྒྱས་ལ་དེ་ཞུས་པའི་སྐབས་ལས། དེ་ཞུས་པའི་རྒྱུ་མཚན་གྱིས་ད་ལྟ་ང་ཚོས་ཆོས་སྐུའི་གྲལ་བཞིན་དྲུག་པ། དེ་ཡོང་ཡ་དེའི་རྒྱུ་མཚན་དེ་ཡིན་ཅེས་པ་རེད། ཚོ་བ་བ་བཅས་དེ་རེད་ཁོ་རང་ཆ་ཚང་འདུག་གོན་འགྲོ་བ་མ་གཏོགས་མ་དྲག་ནས་གྲུབ་ཡ་དེ་ཡོད་མ་རེད། ནང་པའི་གྲལ་བཞིན་དྲུག་པ་དེ་ཕྱོགས་གཅིག་ལ། རས་ཡུག་ཆེན་པོ་ཡིན་ན། ཆར་པ་ཡོང་ཡག་དང་རས་ཡུག་ཆེན་པོ་མེད་ན་ཆར་པ་མི་ཉུང་བའི་ཆེད་དུ་ད་ཁོ་རྩ་དེ་མི་དེ་ཟོས་བཞག་པའི་དོན་དག་གཅིག་དེ་རེད། དོན་དག་གཉིས་པ་དེ་ཆར་དར་འཕྲུལ་བསས་བྱས་ནས་མི་ཚོས་གཡུག་བཞག་པའི་ལྷན་པ་ཆ་ངེ་ཆུང་ངེ་ཚུར་ཡར་བསྒྲུབས་ནས་བཙེམས་དགོས་ཡིན་ཙང་དེ་གི་དབང་གིས་ཆུང་ཆུང་ཆུང་ཆུང་ཐོས་ནས་འཚེམ་ཡག་གི་སུས་ཅི་དར་རེད། ཡིན་ནས་ད་ལྟ་ང་ཚོས་སྣམ་ཕྲན་ཉིན་ལྔ་པ་དང། སྣམ་ཕྲན་བདུན་པ་དང། སླེ་པོ་ཕྱི་དང་གཉིས་ལ་བཟོ་པ་དེ་འདྲས་བྱས་ཡག་གི་ཆུ་བོ་དང་སྣམ་སྦྱར་གི་བཟོ་སྟངས་དེ། ད་ལྟ་ན་ཤིང་བཟོ་སྟངས་དེ། རྒྱལ་པོའི་སྡེས་ཞུས་པ་ལ་བརྟེན་ནས་ཨན་སངས་རྒྱས་ཀྱིས་ཀོན་དགའ་བོ་ལ་བསླབས་པ་ཡིན་གསུངས་པས་ཀོན་དགའ་བོ་ལ་བསླབ་སྟངས་དེ། སངས་རྒྱས་ཀྱི་ཆོས་སྐུ་ལ་འཇུས་ནས་ཀོན་དགའ་བོ་རི་གངས་ཅན་གྱི་བར་དུ་ནམ་མཁའ་ལ་ཡར་ཁྲིད་བྱས་ནས་ནི་རི་གངས་ཅན་ནས་མ་ཞིང་ཁ་ལ་གཟིགས་པའི་སྐབས་ལ། ཨན་ལུང་པ་གར་ནི་ཅི་ཅི་མ་མ་བསྐོར་བའི་ཞིང་ཁ་དེ་ནི་ཞིང་ཁ་འདུག་ཟེར་ནས་ཞིང་ཁ་གི་ཅི་ཅི་ལ་ཡར། ཞིང་གི་གདངས་ཅན་ནི་ཕར་ཚུར་ཡུལ་དུས་སྐབས་ད་རི་སངས་རྒྱས་ཞིང་ཁ་དེ་འདྲ་ཡོད་རེད་ཞིང་གི་གདངས་ཅན་ནི་ཡུལ་དུས་སྐབས་ལ་ཨན་དེ་མ་ལྟ་དུས། ཀུན་དགའ་བོ་ཁྱོད་ཀྱིས་ཞིང་གི་བདག་འདི་མཐོང་ངམ། མཐོང་སོང། དེ་ཡག་པོ་འདུག་གས། དེ་གཉིས་སྐྱིད་པོ་འདུག། དེ་ནང་བཞིན་བྱས་ནས་ང་ཚོས་ཆོས་གོས་སྲུང་པོ་དེ་རག་ཏུ་བཅུག་ནས་གོན་ཡག་གི་ཆོས་གོས་སྲུང་པོ་དེ་དེ་འདྲས་བྱས་ནས་ཚིག་མགོ་རེས་བཅད་ནས་སོང་ནས་ཨེ་ནི། སངས་རྒྱས་ཀྱིས་གསུངས་པ་ནང་བཞིན་གྱིས་ཀུན་དགའ་བོས་རས་དེ་ཚོ་མ་བག་ཅེས་བྲེད་བཞིན་བྲུགས་པས། བསྒྲལ་ཞིང་བསྒྲུབ་པས་ནི་ཆོས་སྐུའི་དེ་སོ་ཡག་དེ་མགོ་བཙུགས་དུས་ག་ལ་སངས་རྒྱས་ཀྱི། ཐ་ལི་ཡ་ལྕགས་རི་རྒྱབ་ཤོག་བྱས་ནས་གསུངས་ཡོད་མ་རེད་ད་དུས་སུ་དུས་སུ། ལི་བུ་ལི་བུ་ལི་བུ་བྱས་ནས་ལི་བུ་མང་པོ་ཕན་ཚུན་མཐུད་པས། ཨ་ནི། སྣམ་བུ་དང་སྣམ་ཕྲན་ཡོད་པའི་ཆོས་སྐུ་དེ་འདྲའི་ཞིང་ཁ་ནང་བཞིན་མཐོང་ཡག་གི་ཟོལ་ཞོག་གསུངས་དུས་ག་ལ་ཀུན་དགའ་བོ་འདུག་སེམས་པ་རེད། བཙིར་ཚར་དུས་ག་ལ་དེ་ལྕགས་རི་གཅིག་མེད་ན་གཉིས་བརྗེ་པོ་མི་འདུག་བསམ་དྲན་ནས་གཅིག་བྱས་ན་ལྕགས་རི་གཅིག་བརྒྱབ་ན་སངས་རྒྱས་གནང་མི་འགྲོ་བསམ་དྲན་བྱས་ཨ་ནི་ཁོ་རང་གི། རིག་རྩལ་རབ་སྟོན་བཅས་དེ་རིང་སང་ཉིན་ཚིམ་བོ་ཨ་ཟུར་རིག་རྩལ་ཤེས་རབ་སྟོན་དགོས་པ། ཚིམ་བོ་ཨ་ཟུར་འདྲ་མི་འདྲ་སྣ་ཚོགས་ཀྱི་ད་ཕེ་ཤུན་བཟོ་མཁན་དེ་ན་བཞིན་བྱས་ནས་ཀུན་དགའ་བོའི་ཕེ་ཤུན་ཟེར་དྲན་པ་རེད་ཨང་དེ་དྲན་ནས་དེ་ལྕགས་རིགས་དེ་བསྐྱལ་བ་རེད། ལྕགས་རིགས་བསྐྱལ་ནས་སྐྱེན་འབུལ་ཞུ་བའི་སྐབས་ལ་ཨང་དེ་ངའི་མ་ནང་ན་ཡང་ཁྱེད་རང་གིས་དྲན་པ་དེ་ཡག་པོ་བྱུང་ཞག་གསུངས་ནས་སང་བྱས་ཀི། ད་རིང་སང་ཉིན་ང་ཚོ་གོན་བདེ་ཡག་གི། ཆུ་སྐུའི་མཐའ་ལ་ཡང་ལྕགས་རིགས་ཡོད་པ་དང། ཨ་ནི། གླེགས་བུ་དང་རྣམ་འཕྲེང་ལ་བཟོ་བའི་ཡུལ་བ་སྟེ། གྲུབ་དགུ་ཡ་ཏིག་ནང་པའི་དགེ་སློང་དེ་སྤྱད་དེ་མུ་སྟེགས་པའི་དགེ་སློང་གཞན་པ་དང་མི་འདྲ་བ་ཡོང་ཡག་གི་ཆེད་དུ། ཕྱོགས་གཅིག་དེ་དག་དགོས་པ་མང་པོ་ཡོད་འདུག་རེད། དེ་འདྲ་ཡིན་ཙང་རྒྱལ་པོ་ཆེན་པོ་དེ་ཚོས། མུ་སྟེགས་གཞན་ལ་གུས་པ་བྱས་པ་ཡིན་ན། དེས་འབངས་མང་པོ་ཤི་བོ་དེ་ཚོའི་རྗེས་ལ་འཇུག་འགྲོ་ཡག་གི་ཁྱད་པར་ཡོད་པ་ཡིན་ཙང་དེས་མི་འགྲིག་པ་རེད། ད་འདིའི་ལྷ་བྱ་དེ་ཆེས་གནའ་སྔ་མོའི་ལྷ་བྱ་རེད་བ་མ་གཏོགས་ད་རེས་སང་ཉིན་ཆོས་ལུགས་རིས་མེད་སྐད་ཆ་བཤད་དགོས་དུས་སྐབས་ལ་འདི་བྱས་ད་བྱས་གྲགས་འགྲོ་ས་ཡོད་མ་རེད་བལྟས་སོ། འགྱུར་བ་གཏང་དགོས་ཡག་གི་བསླབ་བྱ་དེ་འདྲས་རེད།